ང་ཚོ་ལུས་སེམས་གཉིས་ཀྱི་ནང་ནས་སེམས་གཙོ་བོ་དང། རང་གཞན་གཉིས་ཀྱི་ནང་ནས་གཞན་གཙོ་བོ། སྤྱི་སྒེར་གཉིས་ཀྱི་ནང་ནས་སྤྱི་གཙོ་བོ། མཐུན་ལམ་དང་འགྲན་བསྡུར་གཉིས་ཀྱི་ནང་ནས་མཐུན་ལམ་གཙོ་བོ། ལས་འགན་དང་ཐོབ་ཐང་གཉིས་ཀྱི་ནང་ནས་ལས་འགན་གཙོ་བོ། བེད་སྤྱོད་དང་བག་མེད་ལོངས་སྤྱོད་གཉིས་ཀྱི་ནང་ནས་བེད་སྤྱོད་གཙོ་བོ། ཁྲེལ་དང་ཕུགས་གཉིས་ཀྱི་ནང་ནས་ཕུགས་གཙོ་བོ། འདི་འདྲའི་གཅིག་གི་གཞི་རྩ་གི་ཐོག་ནས།

གཅིག་པ་མ་རེད། རེ་བ་ཡོད་པ་དེ་རེ་བ་ཡོད་པ་ནང་བཞིན་ལག་པ་ལ་བརྙེས་པ་ཅིག་ང་རང་ཚོས་འབད་རྩོལ་བྱས་ནས་ཡོང་དགོས་ཀྱི་རེད། རེ་བ་མེད་པ་ཡིན་ན་འབད་རྩོལ་བྱས་ནས་ཕན་ཐོགས་མེད་པ་རེད། རེ་བ་ཡོད་རེད་ཟེར་ནས་རེ་བ་བརྒྱབ་ནས་བསྡད་པ་ཡིན་ན་དེ་ཁོ་རང་བཞིན་གྱིས་རེ་བ་དེ་འགྲུབ་ཡང་ཁག་པོ་ཞིག་གྲགས་རེད། བཅས་ཚང་ཁོང་ཆེན་པོས་རྒྱུན་དུ་བཀའ་སློབ་གནང་ཡ་གནང་ལ། རེ་བ་དེ་ཟང་ཟང་ནས་བརྒྱབ། གྲ་སྒྲིག་དེ་སྡུག་ས་ནས་བྱས། སུ་མ་ནང་ཞིང་རེད། ད་ལྟའི་ང་ཚོའི་དུས་རབས་འདི། གཉན་འཕྲང་ཆེན་པོ་གཅིག་གི་འོག་ནས་འགྲོ་བསྡད་ཡ་གྱི་རེད། དུས་རབས་གཉན་འཕྲང་ཆེན་པོའི་ནང་འགྲོ་ཡ་ག་རེ་རེད་ཟེར་ན། སྤྱིར་འཇིག་རྟེན་སྤྱི་ཡོངས་ཀྱི། དེང་རབས་དང་སྲོལ་རྒྱུན་གྱི་འཐབ་རྩོད་དེ། ལོ་རེ་ནས་ལོ་རེ་རྣོ་ངར་ཆེ་རུ་འགྲོ་བ་རེད། ལྷག་པར་དུ། ཁོར་ཡུག་ཉམས་ཆག་ལ་བརྟེན་པའི་ས་ཡི་གོ་ལའི་ཚ་དྲོད་ཤུགས་ཆེར་འགྲོ་དུས་སྐབས་ལ། ས་ཡི་གོ་ལའི་ཚ་དྲོད་ཚ་དྲོད་ཀྱི་རྒྱུ་རྐྱེན་གཙོ་བོ་ར་བ་དེ་འཕྲུལ་ལས་དེ་རེད། ད་ལྟའི་བཟོ་ལས་རིང་ལུགས་ཀྱི་ལས་དོན་ཚང་མ་ལོག་དེ་རེད། ད་དེ་རྒྱལ་སྲིད་སའི་གོ་ལའི་ཚ་དྲོད་བཀག་ནས། འགྲོ་བ་མིའི་སྤྱི་ཚོགས་གནས་ཐུབ་པ་ཆེད་བཟོ་ཡག་གི་ཐབས་ཤེས་བྱས་པ་ཡིན་ན། དེང་རབས་ཀྱི་འགྲོ་སྟངས་ལ་ཡང་ཁ་གཏད་མ་བཅག་ཐབས་མེད་ཆགས་བསྡད་པ་རེད། ཡིན་ན་ཡང་ཁ་གཏད་བཅག་གི་ཡིན་ཡིན་ཟེར་ནས་ལབ་བསྡད་པ་ད་ལོ་ཉི་ཤུ་རྩ་གྲངས་ཕྱིན་པ་རེད་དེ། ད་ལྟ་རྒྱལ་ཁབ་སོ་གང་གིས་དེ་ལག་ལེན་བསྟར་ཡག་གི་འདུས་པ་བྱེད་དགོས་པ་མ་རེད། ལག་ལེན་རུ་བསྟར་དུས་སྐབས་ལ་ཁྱེད་རང་ངན་ལས་བྱེད་ད་ཁྱེད་རང་ངན་ལས་བྱེད་ད། ཨ་ལས་ངན་ལས་ཁྱེད་རང་འགྲོ་ད་ཟེར་མ་ཐུབ་ཀྱི། ང་ངན་ལས་འགྲོ་གི་ཡིན་ཟེར་མཁན་སུ་གང་ཡོད་ཨ་མ་རེད། གཞན་ལས་རང་གཙོ་བོར་བྱས་པའི་རྒྱུ་མཚན་ལ་བརྟེན་ནས། དགོས་མཁོ་ཡོད་པའི་ལས་ཀ་ཞིག་ཡིན་པ་ཡིན་ནས། ལམ་སང་ཁེ་ཕན་མེད་པ་ཡིན་ན་འཕྲལ་གྱི་ཁེ་ཕན་དཔལ་འབྱོར་ཁེ་ཕན་མེད་པ་ཡིན་ན། མི་གཞན་པ་ཅིག་གིས་བྱེད་ཡག་ལ་སྒུག་ནས་བསྡད་ཡ་མ་གཏོགས། རང་གི་དང་འདོད་ཀྱིས་ལར་འཇིག་ནས་འགྲོ་ཡ་དེ་བྱེད་འདོད་བྱེད་ཁ་པོ་བྱ་རང་རེད་དེ་འདྲ་ཡིན་དུས་ང་ཚོས་བོད་པའི་དཀའ་རྙོག་གི་འཐབ་རྩོད་འདི་འགྲོ་བ་མི་རིགས་སྤྱི་ཡོངས་ཀྱི་གཏིང་ཟབ་པོའི་འཐབ་རྩོད་ཅིག་གི་མཚོན་རྟགས་ཡིན་པར་སེམས་ཁྲམ་ཡིན་པར་བྱས་ཏེ་ཤི་འགོས་པ་རེད། བྱས་ཙང་དེ་ཡིན་དུས་སྐབས་ལ་འགྲོ་བ་མི་རིགས་སྤྱི་ཡོངས་ཀྱི་འཐབ་རྩོད་ཀྱི་ཐོག་ལ་ང་རང་ཚོ་ལངས་ཕྱོགས་ཟིན་དགོས་པ་རེད། ལངས་ཕྱོགས་ག་འདྲ་ཞིག་ཟིན་པ་ཡིན་ན་ཡང་ཆེས་ཆོས་གཉིས་མེད་དུ་མི་རུང་བ་རེད། མགོན་སྐྱབས་མགོན་ཆེན་པོས་བླ་ན་མེད་པའི་ཡང་དག་པའི་དབུ་ཁྲིད་ཀྱི་འོག་ལ་ད་ལྟ་བར་དུ་ང་ཚོས

དཀའ་རྙོག་དེ་ག་རེ་རེད་ཅེས་བྱས་ན་དཀའ་རྙོག་དེ་འཚེ་བ་ལ་བརྟེན་ནས་བྱུང་བ་ཞིག་རེད། སྟབས་བདེ་བོ་ཞིག་བཤད་པ་ཡིན་ན་ང་ཚོ་བོད་པའི་དཀའ་རྙོག་དེ་རྒྱ་ནག་མི་སྤྱི་མཐུན་རྒྱལ་ཁབ་ཀྱིས་ང་ཚོའི་ཐོག་ལ་བཙན་དབང་བྱས་ནས་འཚེ་བ་བྱས་ནས་དེར་བརྟེན་ནས་བྱུང་བའི་དཀའ་རྙོག་ཅིག་རེད། ད་འཚེ་བ་ལ་འཚེ་བའི་ལན་སྤྲད་པ་ཡིན་ན

སུ་ལ་ཁྱི་རག་གི་རེད། སྟོབས་ཆེ་བ་དེ་ལ་ཁྱི་རག་གི་རེད་བ། ག་དུས་ཡིན་ནའི། བྱས་ཙང་ང་རང་ཚོའི་མི་འབོར་བའི་ཆ་ནས་ཡིན་ནའི་རེད། འཕྲུལ་ལས་ཀྱི་ཆ་ནས་ཡིན་ནའི་རེད། གང་གི་ཆ་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང། འཚེ་བའི་བྱ་བ་ལ་ཞུགས་པ་ཡིན་ན་སྟོབས་ཤོར་སྙམ་པ་ཅི་ཡང་ཡོད་མ་རེད། བྱས་ཙང།

ནུས་པ་དང་ལྡན་པར་བྱ་དགོས་ཀྱི་ཡོད་ན། དེའི་བརྗོད་བྱ་དེ་ལ་ཡང་བྱམས་པ་དང་སྙིང་རྗེ་དགོས་པ་རེད། བྱམས་པ་དང་སྙིང་རྗེ་སུའི་ཐོག་ལ་དམིགས་ཀྱིས་བཀར་ནས་དགོས་པ་རེད་ཟེར་ན། ང་རང་ཚོ་ལ་ཡང་འཚེ་བ་བྱེད་མཁན་དེ་ཚོ་ཀྱི་ཐོག་ལ་ད་སྤྱོད་འཇུག་ནས་ཞི་དྲག་གི་མཐའ་སྐོར་རི་སྐོར་བྱས་ནས་རྒྱུ་མཚན་མང་པོའི་ཐོག་ནས་འཚེ་བའི་བྱ་བ་ལ

སྐབས་དེ་དེ་ལ། ཐུབ་པའི་ཉོན་མོངས་དགྲར་སྲིད་ཅེས་ཉོན་མོངས་དང་དགྲའི་གང་ཟག་མིན། གསུངས་པ་ནང་བཞིན། རྒྱ་ནག་དམར་སྤྱི་དོན་རྒྱལ་ཁབ་ཀྱིས། ང་ཚོའི་ཐོག་ལ་དྲང་བདེན་མ་ཡིན་པའི། བཙན་གནོན་བྱས་པ་དེ་ལ། ང་ཚོས། ངོས་ལེན་མེད་པའི་ཐོག་ནས། ཁ་གཏད་བཅག་དགོས་པ་རེད། དེ་ཁ་གཏད་བཅག་ཡག་གི། རྒྱུ་ཆ་གཙོ་བོ་རག་པ་དེ། རྒྱུ་ཡི་ཀུན་སློང་དང་དུས་ཀྱི་ཀུན་སློང་གཉིས་ཆ་ལོ། གལ་ཏེ་རྨ་བྱའི་གོང་གི་ཀུན་སློང་ནང་ལོགས་ལས་ང་ཚོ་ལ་གནོད་པ་བྱེད་ངེས་ལ་དམིགས་པས་གཉིས་ཀྱི་དཀྱུས་མ་མ་ཡིན་པ་གཅིག་དགོས་དགོས་པ་རེད། ཁ་གཏད་བཅའ་བའི་སྐབས་ལ་ཡང་དེ་གཉིས་གཅིག་གི་ནུས་པ་དེ་མ་བརླག་པ་བྱས་ནས་བསྡད་དགོས་པ་དེ་གལ་ཆེན་པོ་རེད། བྱས་ཙང་དེ་ཡིས་ང་ཚོས་གཞོན་སྐྱེས་ཚོས

རྩིས་སྤྲོད་ཡག་པོ་བྱེད་མ་ཐུབ་པ་ཡིན་ན་ཨན་དེ་བར་བརྒལ་བྱ་ཡག་གི་མ་འོངས་པ་ལ་ཡ་ཆབ་སྲིད་ཀྱི་ངོས་ནས་བོད་ཀྱི་གནས་བབ་བསྐྱར་གསོ་བྱུང་པ་ཡིན་ན་ཡང་བོད་རང་བཙན་རབ་ཏུ་ཐོབ་པ་ཡིན་ན་ཡང་བོད་ཀྱི་ངོ་བོ་དེ་བསྐྱར་གསོ་ཐུབ་ཐུབ་ཀྱི་རེད་མ་རེད་བྱས་ཙང་ཟླ་ཉི་ཤུ་པོ་གང་དེ་གི

Swaraj། Gandhi། གི་རྩོམ་ཡིག་ཆེན་པོ་བྲིས་བ་རེད། ན་གཞོན་ཚོས་དེ་གཟིགས་པ་ཡིན་ན། ངེས་པར་དུ་མཁྱེན་ཐུབ་པ་རེད། རྒྱ་ནག་ཁ་བྲལ་ལས་ཕྱིན་པ་ཙམ་མ་གཏོགས་བོད་བསྐྱར་གསོ་མ་ཐུབ་པ་ཡིན་ན། དེ་ང་ཚོའི་དམིགས་ཡུལ་གང་ཡང་འགྲུབ་མ་སོང། ང་ཚོའི་དམིགས་ཡུལ་དེ་རྒྱ་ནག་དུམ་བུ་གཉིས་ནས་བཏང་ཡག་གི་དམིགས་ཡུལ་མ་རེད། བོད་དེ།

ལབ་གི་ཡོད། རྗེས་ལུས་ཐེབས་པའི་བུ་དེ་སྐྱབས་སུ་བྱེད་ཀྱི་ཡིན་ཟེར་གི་བ་མ་རེད། ལྔ་བཅུ་ང་དགུའི་སྔས་ཀྱི་བོད་ལ་ཕྱི་ཐལ་ལོག་པའི་བོད་ཀྱི་གནས་བབ་དེ་བསྐྱར་དུ་བྱུང་བ་ཡིན་ན། གནས་བབ་དེ་ལ་གླེང་ཡག་ལ་ཁྱེད་རང་ཚོར་ལོ་ཉིས་བརྒྱ་ཡང་འཇོག་འགོག་གི་རེད། ལབ་གི་ཡོད།